ཉེ་འགྲམ་ལ་ཡོད་དེ་པ་དེའི་ཡ་ཨི་རན་གྱི་དམག་རྒྱབ་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ད་ལྟའི་དོ་ཧ་ཡ་ཨ་རིག་གི་དམག་མི་གཅིག་ཁྲི་ཡས་མས་ཅིག་ཨི་འདུག་ཕ་གི་ལ་སྦྱང་བརྡར་བྱས་བྱས་ད་ག་ད་དེ་ནས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཤེས་ཚང་གི་ད་ཉེ་ཆར་ཨ་རིག་ནས་ཨི་རན་གྱི་རྡུལ་ཕྲན་མཚོན་ཆའི་ལྟེ་གནས་གསུམ་ལ་གཏོར་བསྐྱོད་བྱས་པ་ཡ་ཨི་རན་གྱི་ལན་འདེབས་བྱེད་ཀྱི་ཡིན་ལེན་ད་ག་ཚང་ཁོ་རང་ཚོ་དང་པོ་ཚོད་དཔག་བྱས་ཡ་ཉི་མ་གཉིས་སུ་བརྒྱབ་ནས་རྒྱབ་ཀི་རེད་ལ་ཇེ་ཡོབ་རེད་ད་ཏག་ཏག་རྒྱབ་ཡོད་པའི་ནི་ཚོད་གཅིག་དང། ནི་ཁ་དར་ནི་ད་ཁ་ཚང་ནི་འདུག་སོ་ཁ་དར་གི་གནམ་གྲུ་བྲོས་དེ་ཚོ་བཀག་འགོག་བྱས་ཡོད་པའི་ནི་ཚོད་ཅན་རེད་དེ་ཤ་ད་གང་ལྟར་ཨ་རིའི་སྲིད་འཛིན Trump གིས་ནི་ཨི་རན་གི་བརྡ་ལན་བསློགས་པ་ཡིན་ན། བརྡ་ལན་དེ་ལ་ཡང་དེ་ལས་ཆད་ཅིག་ཕར་བསློག་ཡ་ཡོད་པ་དེ་འདྲའི་བཀའ་མོལ་གནང་ཡོད་རེད་ཁྱེད་ཚང་གི་ད་ད་འདའི་དམག་དེ་རྒྱ་ཆེ་རུ་འགྲོ་གི་པའི་ནི་ཚོད་གཅིག་ད་དེ་འདྲ་ཚ་བོ་ཚ་བོ་ལ་བོར་བའི་ས་བ་ས་གྱང་གཅིག་རེད་དེ་ཤ་ད་ནི་ཁ་ཚང་ཨ་རིའི་ནི། ཨི་རན་གྱི་རྡུལ་ཕྲན་མཚོན་ཆའི་ལྟེ་གནས་གསུམ་ཡར་འབར་རྫས་བརྒྱ་བའི་རྗེས་ལ་ཡ་དེ་མ་ཐག་ཏུ་ཨི་རན་ནས་ཨི་ཟི་རེལ་སྒང་ཡ་ཨ་རི་གི་ལིན་པོ་ཆེ་བཅས་གང་དག་འབར་རྫས་སྒང་ར་མེ་ཤུགས་འཕུར་མདའ་སུམ་ཅུ་ནས་བཞི་བཅུ་སྐོར་གཡུགས་ཡོད་པའི་གནས་ཚུལ་བཅས་རེད་དེ་ཆ་འདིའི་ནང་ལོ་ཡང་ཡང་མེ་ཤུགས་འཕུར་མདའ་ཆེས་ཤུགས་ཆེ་ཤོས་དང་གསར་ཤོས་དེ་ཚོ་བེད་སྤྱོད་བཏང་བྱས་ཡོད་ཡོད་པའི་གནས་ཚུལ་བཅས་རེད་དེ། ཨི་ཟི་རེལ་གྱི་ཁང་པ་ཁག་ཅིག་ལ་གཏོར་སྐྱོན་བྱུང་ཡོད་པ་དང་མི་བརྒྱད་ཅུ་ཡས་མས་ཅིག་ལ་རྨས་སྐྱོན་ཚབས་ཆེན་ཕོག་ཡོད་པའི་གནས་ཚུལ་བཅས་རེད་དེ། དེ་ནི་རེས་གཟའ་ཉི་མའི་ཉིན་མོ་ཨི་རན་གྱི་གྲོས་ཚོགས་ནས་ད་ལྟའི་ཨི་རན་གྱི་མཚོའུ་བདག་དབང་ཡོད་བསྡད་པ་དེའི་གི་བརྒྱུད་ནས་ད་ལྟའི་ཨ་འཛམ་བུ་གླིང་གི་རྟ་སྣུམ། འགྲོ་སའི་བགྲོད་ལམ། ཧར་མུ་ཛ་ལས་ཀྱི་མཚོ་ལམ་བརྗེ་ཡོད་པ་རེད་དེའི་མཚོ་ལམ་དེ་བཀག་ཡ་གི་ནས་ཐག་གཅོད་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ང་ཚོ་འཛམ་བུ་གླིང་གི་ད་ནི་སྣུམ་གྱི་ཚོང་བརྒྱ་ཆ་ཉི་ཤུ་ཨ་ནི་མཚོ་ལམ་དེའི་གི་བརྒྱུད་ནས་འགྲོ་གི་ཡོད་པ་རེད་ཅེས་ད་གི་ད་ད་ནི་ར་ཤི་ཡ་གི་ཉེ་ཆ། ཡུཀ་རེན་ལ་དམག་རྒྱག་བྱས། ནི་ད་ཡུ་རོབ་གཙོས་པའི་ནུབ་ཕྱོགས་མང་པོ་ཅིག་གིས་ད་ར་ཤི་ཡ་སྣུམ་མ་ཉོ་དུས་ད་འདི་དེའི་འཚོ་ལམ་དེ་ཤུགས་ཆེན་པོ་བེད་སྤྱོད་བཏང་དགོས་ཡ་གི་ལམ་ཁ་བཅད་ཆགས་བསྡད་ཀྱི་ཡོད་པའི་ནི་ཚོའི་བཅད་རེད་དེ་ཤ་ཐག་ན་ཤི་ད་རྒྱ་ནག་རེད་རྒྱ་གར་རེད་ཚང་མ་གིས་འཚོ་ལམ་དེ་གི་བརྒྱུད་ནི་ནི་སྣུམ་མང་པོ་ལེན་གྱི་ཡོད་པ་དེ་འདྲ་བཅད་རེད་དེ་ཤ་ཆེན་ཚང་གིས་ཨ་རིའི་སྲིད་འཛིན་གཞོན་པ་ཇེ་ཏི་ཝེན་སི་གིས་ད་འདི། ཨི་རན་ནས་མཚོ་ལམ་བཀག་པས་ན་ཨི་རན་ཁོ་རང་སོ་གས་ད་ག་འདའ་འམ། དཔེ་འཇོག་དེ་སོ་སོའི་རང་སྲེག་རྒྱབ་པ་རེད་ལགས་རང་ཤི་རྒྱབ་པ་རེད་ལགས་རོ་ག་འདའ་སོ་སོའི་དཔེ་འཇོག་སོ་སོའི་མེད་པ་བཟོས་པ་རེད་སོ་འཇུ་འཇོད་བྱས་དེ་པས་ནི་ཚོའི་དཔྱལ་རེད་དེ་ཤ་ད་རྒྱ་གར་གི་སྣུམ་ཡིན་ན་ད་རྒྱ་གར་ན་སྣུམ་བསླས་བསྡད་གི་བརྒྱ་ཆ་སུམ་ཅུ་སོ་ལྔ་ཨ་ནི་མཚོ་ལམ་འདི་གི་རྒྱུ་ནི་ཡོང་གི་ཡོད་པས་ནི་ཚོའི་དཔྱལ་རེད་དེ་ཤ་དག་ན་ཤེས་རྒྱ་ནག་གི་སྣུམ་གི་འགྲོ་ལམ་ཤུགས་ཆེན་པོ་བཅས་ཆགས་དེ་ཡོད་པས་ནི་ཚོའི་དཔྱལ་རེད་དེ་ཤ། དེ་ནས་རྟ་དེ་འདྲེག་གི་གནས་ཚུལ་བྱུང་བ་དང་འཛམ་བུ་གླིང་གི་སྣུམ་གྱི་ཚོང་ལས་རྟ་ཟླ་བ་ལྔའི་ནང་ལོ་ལ་ཁ་ཚང་གོང་ཤུགས་ཆེ་ཤོས་འཕར་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་རྟ་ག་འདྲ་སྣུམ་གྱི་རིན་གོང་དེ་ཡག་འཕར་གྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཨ་རིའི་སྲིད་འཛིན་གཞོན་པ་ཇེ་ཏི་ཝན་སི་ནི་ཨ་ནི་ཨ་རིའི་གིས་ཨི་རན་སྒང་ལ་དམག་རྒྱལ་དེ་ཨི་རན་མི་སེར་དང་མི་མང་སྒང་ལ་མ་ཡིན་ཟེར་བ་ཨི་རན་གྱི་རྡུལ་ཕྲན་མཚོན་ཆའི་གོ་ལག་ཆད་བཟོས་ཡ་དེའི་ཡ་ནི་ང་ཚོས་དམག་རྒྱག་གི་ཡོད་ཟེར་དེ་མེད་པ་བཟོས་ཡ་གི་ཆེད་དུ་དམག་དེ་སྟོབས་བཤད་བཏང་ཡ་ཆེད་དུ་ང་ཚོ་རྒྱབ་ཀྱི་ཡོད་མ་གཏོགས་ཨི་རན་གྱི་མི་མང་དང་མི་སེར་ལ་དམག་རྒྱབ་ཀྱི་མེད་ཟེར་དེ་ང་ཚོའི་དམིགས་ཡུལ་གཙོ་བོ་དེ་དེ་འདྲ་ཅིག་ཡིན་ལ་འགྲེལ་བཤད་རྒྱག་པའི་གནས་ཚུལ་གཅིག་དང་ཐ་ན་ཤི་ཨ་རིའི་སྲིད་འཛིན་གོང་མ་ཇོ་བྷའི་དྲན་སྐོར་སོགས་ད་དམག་རྒྱབ་མེད་པ་དང་ད་འདི་རྒྱབ་པ་དེ་འདྲ་གི་བཅར་འདྲི་གཅིག་གི་འོག་ནས་ཁོ་རང་གི་ཨ་རིའི་སྲིད་འཛིན་གོང་མ་ནི་གང་ཡང་འཇོན་ཐང་མི་ངེས་ཀྱི་མི་ཅིག་རེད་ཟེར་ད་ལྟའི་སྲིད་འཛིན་ཀྲུམ་ཡིན་ན་འཇོན་ཐང་ལྡན་པ་དང་གཅིག་ཕུགས་རྒྱང་རིང་པོ་ལ་བསམ་བློ་བཏང་ཐུབ་ངེས། ལས་ཀ་བྱས་ཐུབ་ངེས་སྟབས་བློ་ཁོག་ལྡན་པ་འདི་འདྲ་བྱས་ཟེར་འོང་འདི་བྱེད་དུས་ནི་སྲིད་འཛིན་ཀྲམ་གྱིས་རྒྱབ་པ་རེད་ཟེར་གལ་ཏེ་ད་སྔོན་མ་ནས་རྒྱབ་དགོས་ཀྱི་གནས་སྟངས་ཡོད་པ་རེད་མདོག་མདོག་ལྟ་དེ་གང་ལྟར་འདི་འདྲ་གྱི་ག་མེད་བཅོས་གནང་ཡོད་པས་ནི་རྩོད་བཅད་རེད་དེ་ཤག་དེ་ནི་ཨ་རི་ནི། ཨི་རན་ཡག་ཏུ་ཟེར་ཏེ་སྨྲ། རྒྱལ་གྱི་འགོ་བཙུགས་པ་དང་ཁ་ཚང་དུ་ཨི་ཟི་རེལ་གྱི Strock ལ་བ་ར་རྒྱལ་སྤྱིའི་ཁྲོམ་ར་རིན་གོང་ཡར་འཕར་ཡོད་པས་ནི་གྱོད་རྒྱལ་རེད་དེ། ད་དེ་འཕར་ཡ་དེས་ཨི་ཟི་རེལ་གྱི་རྒྱབ་ལ་ཨ་རི་ཡོད་པ་ད་དངོས་སུ་ཀྱི་ངོ་བོ་སྟོན་པ་དང་ད་ད་ལྟའི་ཨི་ཟི་རེལ་གྱི་ད་དམག་དེ་ཚོ་ཚང་མ་རྒྱལ་ཁ་ཐོབ་ཡ་གྱི་རེ་བ་ཡོད་དེ་པ་ད་དེ་འདྲ་བྱེད་དོན་མ་འོངས་པའི་ཚོང་ལས་ཀྱི་ཐོག་ནས་ནི་ཡག་པོ་ཡོང་གི་ཡོད་པ་དེ་འདྲའི་གྱི་ཐོག་ནི Strock གྱི་གོང་ཡར་འཕར་ཡོད་པས་ནི་གྱོད་རྒྱལ་རེད་དེ། གང་ད་རྒྱལ་སྤྱིའི་ཁྲོམ་ར་གོང་འཕར་བའི་གནས་ཚུལ་རེད། དེ་ནི་ཨི་རན་གྱི་ཏི་ཉེ་ཅག་ཏུ་ཐོག་ལ་ཨ་རི་ནས་དམག་རྒྱག་པ་དེ་ཡ། ཨི་ཟི་རེལ་གྱིས་ཨ་རི་ཡ་ནི་ཐུགས་རྗེ་ཆེ་ཞུ་ཡས་ཀྱི་ཆེད་དུ་ཨི་ཟི་རེལ་གྱི་གཞུང་ལམ་མང་པོ་ཅིག་གི་ཐོག་ཡ། ཨ་རིའི་སྲིད་འཛིན་ཀྲུམ་གྱི་འདྲ་པར་རྒྱག་པའི་ཟུར་ཡ་ཨ་རིའི་སྲིད་འཛིན་ཀྲུམ་ལ། ཐུགས་རྗེ་ཆེ་ལབ་ཀྱི་བསྟོད་བསྔགས་ཆེན་པོ་གནང་ཡོད་པའི་གནས་ཚུལ་ཅི་རེད་བལྟས་ཤག། འོ་ད་ད་ཅི་གང་དུ་བཞུགས་ཡོད་པ་ན་ཤེས། ཨི་རན་གྱི་ཁ་ཏར་ལ་བཞུགས་པའི་རྗེ་ཡ་ད་འདི་ཨི་རག་ནང་ཡོད་བལྟས་པའི་ཨ་རིའི་གི་དམག་སྒར། Ain Al Asad Air Base ལ་ནི་ད་གང་ད་སྣ་མང་གི་དེ་འདྲས་གི་ལྟེ་གནས་ཏོ་དེ་ལ་ཡི་གཏོ་སྐྱོན་བྱེད་ཀྱི་ཡོད་པའི་གནས་ཚུལ་ཅི་རེད་བལྟས་ཤག། གང་ད་ཨི་རན་གི་ཉིས་སྟོང་ཉི་ཤུ་ལོའི་ཡར་ད་ལྟའི་ཨ་རི་ནི་ཨི་རན་གྱི་དམག་སྤྱི་ཁུ་སིམ་སོ་ལི་མོ་ནི་ཡ་དུ་བསད་པར་བ་དེའི་སྐབས་སུ་ཨི་རན་གྱིས་ད་ག་རང་ལ་གཏོར་སྐྱོན་བྱས་ཡོད་པའི་གནས་ཚུལ་བཅས་རེད་ད་ཆ་ད་ལྟ་བསྐྱར་དུ་བྱེད་ཀྱི་ཡོད་པའི་གནས་ཚུལ་དང་དེ་ནི་ཨ་རི་གྱི་དམག་སྒར་ད་ལྟའི་ཁ་ཏར་རེད། ཨི་རག་རེད། ནི་ཡུ་ཨེ་ཨི། བྷར་ཧིམ། ཁུ་ཝེད། ད་དེ་ཚོ་ཚང་མ་ལ་ནི་ཐག་ཉེ་པོ་ཡོད་པ་ཡིན་ཙང་ཉན་གི་བ་ལ་ཡོད་པའི་ནི་ཚོའི་དཔྱད་བཤད་བསྡད་ཀྱི་འདུག་དེ་ནི་ཨ་རིའི་སྲིད་འཛིན་ཀྲམ་ཡ་དཔྱད་འབྲས་གཅིག་གི་ནང་ལོ་ཡ་ཨི་རན་གྱི་སྲིད་ཞིང་སྲིད་གཞུང་གོ་དིང་ལོ་ཡ་དང་འབྲེལ་བའི་ཐོག་ནས་དྲི་བ་ཅིག་དྲིས་ཤག་ནི་ཁོ་རང་གི་ད་ལྟའི་སྲིད་གཞུང་གོ་དིང་ལོ་ཡ་ལ་དེ་ད་ཚིག་གི་དོན་ཏག་ཏག་བསྡད་ཀྱི་ཡོད་མ་རེད། ནི་ད་ལྟའི་སྲིད་གཞུང་འདི་གི་ཨི་རན་ཡར་རྒྱས་འགྲོ་ཡ་དང་ཡག་པོ་བྱས་ལས་ལས་ཀ་བྱེད་ཐུག་གི་མེད་པས་ན་ད་དེ་འགྱུར་བ་བཏང་ཡ་རེད་ལས་སོ་རུ་དེ་འདྲའི་འགན་ལེན་འདེབས་བྱེད་པའི་ནི་ཚོའི་དཔྱད་རེད་དེ་བཞག་དེ་ནི་ཨ་རིའི་གཞུང་ནས་ད་འདི་ཨ་རིའི་མི་དམངས་ག་བ་ལ་ཡོད་ན་འཛམ་གླིང་ག་བ་ལ་ཡོད་པས་ན་ཟབ་ས་བྱས་བྱས་ཨ་ནི་དོགས་ཟོན་བྱེད་རོགས་བྱས་ས་ག་ད་ཨི་རན་གི་ག་བ་ཡིན་ན་གནོད་སྐྱེལ་སྲིད་གི་རེད་ཨ་རིའི་མི་སེར་ཡིན་ན་རེད་ད་ཨ་རིའི་རྒྱ་ཁབ་ཡིན་ན་རེད་ད་ག་བ་ཡིན་ན་གནོད་སྐྱེལ་གི་རེད་ཁྱེད་རང་གི་དམིགས་བསལ་གི་དཔྱད་ཞྭ་ཨེ་ཤི་ཡ་ད་ད་དུ་བ་ལ་ཡོད། ཨ་རིག་གི་མི་སེར་ཡོད་པ་ནི་ཟབ་སར་བྱས་དགོས་གི་རེད་ཟེར་བཀའ་རྒྱ་བཏང་པའི་གནས་ཚུལ་གཅིག་དང། དེ་ནས་སྟབས་མ་ལེགས་པ་གཅིག་ལ་ཨ་རིའི་སྲིད་གཞུང་ནས་ཨ་རིག་གི་མི་རྒྱ་གར་ལ་འགྲོ་ཡ་ལ་དོགས་ཟོན་བྱས་དགོས་གི་རེད་ཟེར་ནས་བཀའ་མོལ་གཅིག་གནང་བསྡད་ཀྱི་འདུག་ད་ཁོ་རང་ཚོས་ཀྱི་བཤད་བྱས་བྱས་ན་རྒྱ་གར་ཡ་དེང་སང་རྙོག་དྲ་མང་པོ་ཡོད་པ་རེད། ཨ་ནི་འཇིགས་སྐུལ་རིང་ལུགས་པའི་ལས་ཀ་ཡ་མང་པོ་ཡོད་པ་རེད། ཁྱེད་ཚང་གི་རྒྱ་གར་ནང་རྟ་རྙོག་དྲ་མང་པོ་ཡོང་ཡ་དེ་བཙན་གཡེམ་བྱས་དང་བྲལ་བའི་ཐོག་ནས་གནས་ཚུལ་དེ་རྒྱ་གར་ནང་དེང་སང་ཆ་བེད་ཞི་བ་ཞིག་དཀྲུག་འདུག་ཁྱེད་ཚང་གི་དེ་ཁྲིམས་འགལ་ཞི་བ་ཆགས་དེ་ཡོད་པ་རེད་དང་ན་ཤེས་རྟ་གཅིག་བུ་མོ་དང་གནས་བསྐོ་ཡ་དང་ནས་འདྲ་མི་འདྲ་བྱས་དང་དེ་འདྲས་གི་གནས་ཚུལ་མང་པོ་བྱུང་གི་ཡོད་རེད་ཁྱེད་རང་གཅིག་པུ་རྒྱ་གར་ལ་མ་འགྲོ་དམིགས་བསལ་གི་བུ་མོ་ཡིན་ན་དང་ཁྱེད་རང་གཅིག་པུ་མ་འགྲོ་ལས་སོ་དྲོ་དང་ན་ཤེས་ཇམུ་ན་ཀརྱི་མིའི་ངོ་ཅོག་ལ་ནས་དུ་སི་གུ་རིན་ལ་བའི་ལས་ཀ་ཡོད་པ་རེད་ནས་དང་ན་ཤེས་མ་ནི་པུ་རི་དང་ཡང་ད་ལྟ་ཆར་ཀན་ད་མ་དྷི་ཡ་པར་དེ་ཤི་ད་དུ་བ་ལ་ཡང་མ་བ་ཏི་གི་ལ་བོར་བའི་ནགས་ས་ལ་ནི་འདི་འདྲའི་ཁོ་རང་སུ་ཡང་ཅིག་ཚོགས་པ་ཆགས་ཚོགས་ཡོད་རེད་ད་དེ་ཚོ་གི་རྙོག་དྲ་ཡོད་རེད། ཁྱེད་ཚང་གི་ད་རྒྱ་གར་ལ་འགྲོ་ཡ་གང་དག་ཟབ་ཚགས་བྱས་ཀོ་ཀོ་རེས་ནས་དེ་འདྲའི་བྱས་བཤད་དེ་གི་འདུག་ད་འདི་རྒྱུ་མཚན་གཙོ་བོ་འདྲ་བོ་དེ་ད་ཆབ་སྲིད་ཀི་ཐོག་ནས་ཨ་ཁ་ལོ་ང་ཚོ་ཡིན་ན་ཆབ་སྲིད་ནག་པོ་རྩའི་ལ་བོར་བ། ད་ག་ནས Cold War གྲང་དམག་བརྒྱབ་བདེ་པའི་གནས་ཚུལ་བཟོ་རོགས་ཅེས་ཆ་བབ་རེད། ཁ་ཚང་ཨ་རི་སྲིད། རྒྱ་གར་སྲིད་བློན་མུ་དྷི་གིས་ཨི་རན་གྱི། སྲིད་འཛིན་ཡའི་ཁ་པར་བརྒྱབ་ཆོག་གི་ལས་བྱེད་པོ་བཤད་བར་བ་ད་དེ་གི་མེད་འགྲོ། དེ་ནས་ཁ་ཚང་དུས་ད་ལྟའི་གཟའ་ཉི་མ་ཡ་སི་རི་ཡ་གི་ཡི་ཤུ་ལྷ་ཁང་གཅིག་གི་ནང་ལོགས་ཡ་ག་འདྲ་མིན་གཉིས་ཡོང་ཆེ་ཡ་ནི་འབར་རྫས་བརྒྱབ་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ཡ་མི་བཅོ་ལྔ་སྟེ་དེ་ལ་ཁྲི་དུ་ཡི་ནས་སྟག་གནས་ཚུལ་གཞན་དེ་འདྲ་ནང་མི་བཅོ་བརྒྱད་ཉི་ཤུ་སྟེ་ག་འདྲ་དེ་འདྲས་གཅིག་གི་ཚེ་སྲོག་ཤོར་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་སི་རི་ཡ་ནང་སྲིད་བཀའ་བློན་གྱི་བཤད་བྱས་པ་བྱས་ན་ད་འདི་ལས་ཀ་བྱེད་མཁན་དེ་ཁ་ཆེ་འཇིགས་སྐུ་རིང་ལུགས་པ Islamic State ལས་ཞོར་ཁོ་རང་སོགས་ཀྱི་བྱས་བཞག་ཟེར་ན་དེ་འདྲས་བཅས་བཤད་དེ་གི་འདུག་ག་འདྲ་མིན་གཉིས་དེ་ཡི་ཤུ། ལྷ་ཁང་ནང་ཡར་འཛུལ་བའི་སྐབས་སུ་འབར་རྫས་གྱོན་ཡོད་པ་དང་ལག་པ་ལ་མེ་མདའ་ཁེལ་ཆེད་མེ་མདའ་ཡང་བརྒྱབ་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་འདི་ནི་ཨི་རན་གྱི་སྲིད་འཛིན་མཱ་སུད་པེ་ཛེ་སི་ཁན་ཁ་སང་གཟའ་ཉི་མ་ཡར་ཨི་རན་གྱི་མི་མང་ནས་ཨ་རིའི་དམག་རྒྱག་པ་ལ་ནི་ངོ་རྒོལ་བྱས་ཅིང་ཁྲིམས་གཞོན་ནང་དོན་བཅས་གང་དག་ལས་འགུལ་ཞིག་སྤེལ་ཡོད་པ་འདྲ། དེའི་ནང་ལོགས་ལ་ནི་ཨི་རན་གྱི་སྲིད་འཛིན Masood Pezeshkian དངོས་སུ་ཞུགས་རྗེས་ཨ་ནེ་མི་མང་མཉམ་དུ་ཁྲིམས་བཀོད་ལས་འགྲོ་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། ཐ་ན་ཤིའི་ཁོ་རང་གིས་ཨ་རི་ལ་སྐྱོན་བརྗོད་བྱས་རྗེས་ཨ་རི་འདི་བརྗིད་རྐུ་རིང་ལུགས་པ་གཙོ་བོ་བཟོས་ངེས་ཀྱི་ལས་ཀ་གཅིག་རེད་ཟེར་ནས་སྐྱོན་བརྗོད་བྱས་ཡོད་པ་ད་ལྟ་ད་ལྟའི་ཆ་ནས་ཏེ་ལི་བྷི་དང་ཏེ་ཧེ་རན་གཉིས་དམག་རྒྱག་བསྡད་ཀྱི་ཡོད་པའི་གནས་སྟངས་རེད་ལན་དེ་འདྲའི་དཔྱད་ཤེས་ད་ལྟ་ཏེ་ལི་བྷི་དེ་ཨི་ཟི་རེལ་གྱི་རྒྱལ་ས་ཆགས་ཏེ་ཧེ་རན་དེ་ཨི་རན་གྱི་རྒྱལ་ས་ཆགས་བསྡད་ཀྱི་ཡོད་རེད། དེ་ནི་ད་ཐེངས་འདི་ཨ་རིའི་ནང་ལོགས་ཡིན་ནས་ད་ཐེངས་འདི་བདེ་འཇགས་ཀྱི་ཐོག་ནས་སྲུང་སྐྱོབ་ཤུགས་ཆེར་གཏང་གི་ཡོད་པ་དང་ཨ་རིའི་གི་གྲོང་ཁྱེར་ཕྱེད་ཀ་ཡ་ནི་དངོས་སུ་ཉེན་རྟོག་པ་དང་དེ་འདྲ་མ་བཀྲམ་ཅིག་ད་གང་ལྟར་ཨི་རན་གྱི་ཕ་ནི་བཟུང་མ་རྒྱབ་པ་ཡིན་ན་ཡང་ཨ་རིའི་ནང་ཡོད་བསྡད་པའི་ཁ་ཆེ་རེད་ཨི་རན་རེད་ད་མི་དེ་འདྲ་ཡང་ལས་འགུལ་འདྲ་མི་འདྲ་སྤེལ་མ་ཡོང་གི་དོགས་པའི་ཐོག་ནས་ཨ་རིའི་ད་འདི་ཝ་ཤིང་ཏོན་ཏི་སི་ནིའུ་ཡོག་ད་དེ་ཚོ་དམ་དྲག་ཆེན་པོ་བྱེད་ཀྱི་ཡོད་པའི་ནི་ཚོད་ཅལ་རེད་ཤག་དམིགས་བསལ་གྱིས་ད་ཆོས་རྒྱུད་དང་འབྲེལ་བའི་ཐོག་ནས་ད་ཡེ་ཤུའི་ལྷ་ང་དང་དེ་འདྲའི་གི་འགྲམ་ན་འགྲོ་ཡ་དེ་དེ་ཟབ་ཚགས་ཆེ་ཁུག་འོས་པ་ད་ང་རང་ཚོ་བོད་རིགས་དང་དེ་སོ་བོད་སྐད་གོ་ངེས་ག་རེ་ཡིན་པའི་ན་ད་ཅི་ཨིན་ཇིའི་གོ་གསལ་བོ་མང་པོ་འཛོམས་ས་ལ་དེ་འགྲོ་ཡ་ཉུང་གཏང་ཁུག་འོས་པའི་གནས་སྟངས་སོ་རུ་ད་མཐོང་བསྡད་གི་འདུག་དེ་ནས་ར་ཤི་ཡ་གི་སྲིད་འཛིན་པུ་ཏིན་ཡ་ནི་ཁྱེད་རང་གི་ཨི་རན་རྒྱབ་ལ་ལངས་ཆ་ནི་ཨི་ཟི་རལ་སྒང་ན་དམག་རྒྱག་གི་མ་རེད་ལ་སྐད་ཆ་བྲིས་ཡོད་པ་དེ་ཡ་པུ་ཏིན་གི་ལན་འདེབས་ཡ་ད་སྔོན་མ་རེ་ཤི་ཡའི་སྤྱི་མཐུན་རྒྱལ་ཁབ་ཁ་བྲལ་བའི་ཉིན་བྱས་ནས་ད་ལྟའི་ཨི་ཟི་རེལ་ཡ། ཨ་རི། Israel། ལ་ཨ་རི་གིས་རྒྱབ་སྐྱོར་བྱེད་ཀྱི་ཡོད་པ་རེད་དེ། ཡང་ན་རེ་ཤི་ཡ་གི་མི་ཁོང་ཡིན་བསྡད་པ་ད་དེ་འདྲའི་ཇུའི་མི་རིགས། ཨ་ནི་མི་འབུམ། ཁ་ཤས་ཡོད་བསྡད་པ་རེད་ཟེར་བ་དག་ན་ཞེས་ཨི་ཟི་རེལ་གྱི་སྐད་གཙོ་བོ་དེ་ནི་ར་ཤི་ཡ་གིས་རུ་སུ་སྐད་རྒྱག་གི་ཡོད་པ་རེད་སྤྱིན་ཚག་ད་ཁོང་ཚོ་ང་ཚོའི་པ་ར་ཡ་ཡིན་མི་རིགས་གཅིག་པ་གི་འབྲེལ་བ་དེ་ནི་ཤུགས་ཆེན་པོ་ཞིག་ཡོད་པ་རེད་སྤྱིན་ཚག་གིས་ད་ཏག་ཏག་ཡང་ཁོང་ཚོ་ལ་དམག་རྒྱག་པ་ཡིན་ན་འགྲིག་གི་མི་འདུག་ད་གང་ལྟར་མི་ས་ཡ་གཉིས་སུ་ཡོད་པའི་ནི་ཚོའི་དཔྱད་བཤད་བསྡད་ཀྱི་འདུག་ཨི་ཛི་རེལ་ནང་ཡང་ར་ཤི་ཡ་གི་མི་ཁོངས་མི་དེ་ནི་ཨི་རན་གྱི་དམག་གི་ལས་ཁུངས་ཀྱི་དམག་སྤྱི་གཅིག་ནི་ཨེབ་རེམ། ཛོ་ཧྥར་གྷིས་ལ་ཁོ་རང་གིས་ད་ག་ཟླ་གཏམ་བཤད་བྱས་པའི་ནང་ལོ་ཡ་ནས་དང་པོ་ཨ་རི་གིས་དུས་སུ་ད་ཨི་རན་ག་ལ་དམག་རྒྱག་དེ་ཁྲིམས་འགལ་ཡིན་པ་དེ་འདྲ་བཅས་བཤད་དེ་ཡི་འདུག་ནས་དེ་ནས་ཁོ་རང་གློ་བུར་དུ་དབྱིན་ཇི་སྐད་རྒྱབ་བྱས་ནས་ཨ་རི་གི་སྲིད་འཛིན་ཏྲམ་ལ་ངན་པ་ལབ་བྱས་ནས་ཁ་ལོ་ཏི་གན་བླར་ལ་ན་ད་ཅིག་ཇག་ཚོགས་འགྲོ་ལོག་རེད

ད་ལྟ་ཇུ་རི་སི་ལམ་ལ་རྩིག་པ་སྐད་གྲགས་ཆེན་པོ་ཞིག་དང་དེའི་རྩིག་པ་དེ་ལ་ཆིངས་བྱ་ནི་ཆོས་བྱས་ཡོད་པ་དང་ཨ་རིའི་སྲིད་འཛིན་ཀྲ་རམ་གྱིས་བདེ་འཇགས་ཡ་ནི་སྲུང་སྐྱོབ་ཡོང་ཡ་གི་ཆེད་དུ་དམིགས་བསལ་གྱི་འདུ་ཤ་ཆོས་བྱས་བྱ་ནི་ཕ་གི་ཡ་ད་དུ་སུ་ལེན་ཡ། ཨ་རི་ནི་ཨི་ཟི་རལ་རྒྱབ་ལ་ལངས་བྱ་མ་རྒྱབ་སོང་སི་ལབ་བྱ་ད་གང་ད་ཡ་ལྷ་ལ་སྙན་གསང་ཞུ་བའི་རྣམ་པ་སོ་སྒྲོག་བྱ་བྱས་ཡོད་པས་ནི་རྩོད་བྱས་རེད་དེ་ཤ། དེ་ནི་ཨི་རན་གྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་འབྲེལ་ཚབ་པ་ཨ་མིར་སཱེད་ཨི་རན་གནའ་བོའི་ལས་གཏོད་ཁོ་ན་གྱིས་བཤད་ལ་དཔྱད་པ་བྱས་ན། ཨ་རི་ནི་ཨི་རན་གྱི་རྡུལ་ཕྲན་མཚོན་བྱེད་ལྟེ་གནས་ལ་གལ་ཏེ་ལྟ་ཁྲིམས་གལ་ཆེན་པོ་རེད་ང་ཚོ་ཡིན་ན་ནི་ཀྱི་ཁ་ལོར། ཨི་རན་ཁོ་རང་སོགས་རྒྱལ་ཁབ་ཡིན་ན་ལྟ་དེ་འདྲ་བཟོས་ཆོག་ཨ་རི་གྱི་ཆོག་མཆན་དང་ནི་ཁྲིམས་མཐུན་མང་པོ་ཅིག་ཡོད་དེ་ནི་ཨ་རི་གྱི་དུས་ལྟོ་བཤད་བཏང་བྱས Israel གྱི་དམག་གི་རྒྱབ་ལ་ལངས་བྱས་དེ་འདྲས་བྱས་པ་རེད་བྱས་ལ་ང་ཚོས་དེ་ཡ་ཨ་རི་ལ་ལན་འདེབས་ཡོད་པ་དེ་བྱེད་གི་རེད་ཟེར་ནས་ལན་འདེབས་དེ་དུས་ཚོད་ག་དུས་བྱས་དང་ནི་ཤུགས་ཚད་ག་འདྲས་བྱས་མ་བྱས་དེ་ང་ཚོའི་ཐག་བཅད་གི་རེད་ཟེར་ད་ག་འདྲ་དེ་འདྲས་གི་མཉམ་འབྲེལ་རྒྱ་ཚོགས་ལ་ཡ་སྙན་སང་ཞུས་ཡོད་པའི་གནས་ཚོལ་བཅས་རེད་དེ་ཤ་ད་དངོས་སུ་ཞུས་བས་རེད་དེ་ད་ད་ལྟ་དངོས་སུ་ནི་ཨི་རན་ནི་ཨ་རི་གིས་དམག་སྒར་ལྟེ་གནས་གཉིས་ལ་ནི་གཏོར་བཤིག་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་མིག་སེར་གྱིས་ཁ་ཏར་ནང་ལོགས་ལས་ཁོ་རང་སུ་གིས་འདུག་ས་མེ་ཤུགས་འཕུར་མདའ་བདུན་ནི་བཅུ་བར་གཡུགས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ནི་ད་ཁ་ཏར་གྱི་བར་སྣང་སྲུང་སྐྱོབ་སྣ་མང་ནི་གཏོར་བཤིག་རྣམ་སྣང་ལ་ད་གཏོར་བཅིག།